ད་དེ་རིང་ངས་བཤད་དེ། ཐེ་ཚོམ། ཉོན་མོངས་ཅན་གྱི་ཐེ་ཚོམ་དང། ཉོན་མོངས་ཅན་གྱི་ལྟ་བ། ཟེར་བ་ད་འདི་ཞོལ་ཡིན། ད་དེ་ལ་ཡང། ཉོན་མོངས་ཅན་གྱི་ཐེ་ཚོམ་ཟེར་ན་ནི། གསུངས་དོ། ཉོན་མོངས་ཅན་གྱི་ཐེ་ཚོམ་ཟེར་དུས་ཚང་པ་ལ། ཐེ་ཚོམ་ཡིན་ཟེར་ཚང་མ་ཉོན་མོངས་ཆགས་ཀྱི་ཡོད་མ་རེད། བྱས་ཙང་ཐེ་ཚོམ་ཡིན་ཟེར་ཚང་མ་སྡུག་ཅག་ཆགས་ཀྱི་ཡོད་མ་རེད། ཟེར་ནས་བརྡ་འདི་གསུངས་ཀྱི་ཡོད་རེད། དཔེར་ན་ཕྱག་བྱ་ཡིན་ན་སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་སློང་དག་ལ་ཁྱེད་རྣམས་ཀྱིས་བསྲེག་བྱའི་ཟླ་བའི་ཟེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་བར་བྱ་ཡི་གུས་ཀྱིས་མིན་ཞེས་འོ་འདི་གསུངས་འོ་འདི་ཟིན་པ་ལ། ཨ་ནི་ང་ཚོ་ལ་ཡང་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་འདི་ལ་ཡང་ཨ་ནི་དཔྱད་པ་བྱེད་དང་པོ་ཐེ་ཚོམ་བྱེད་ནས་དཔྱད་པ་བྱེད་ནས་ཨ་ནི་འདི་བྱེད་ཞོག་གསུངས་རོགས། ཁྱེད་ཚོ་ཐ་མ་དེ་ལ་ཡང་གཅེས་པ་བྱས་ནས་ཨ་ནི་སངས་རྒྱས་ཀྱི་ཆོས་ལ་ཉེས་པ་ཞིག་རྙེད་སོང་ན་ཨ་ནི་དད་པ་བྱེད་ཤོག་གསུངས་པ། ཞེས་དང་པོ་ཧོ་ར་ནི་དད་པ་མ་བྱེད་བྱས་ནས་སངས་རྒྱས་ཀྱིས་འདི་གསུངས་པར་བ། འོ་ད་དེ་ཡིན་ཙང་དེ་འདྲས་ཀྱི་ཐེ་ཚོམ་རིགས་དེ་ཡག་པོར་བ། རེད་ད། ད་ནང་བཞིན་ཐེ་ཚོམ་ཁ་ཤས་ཡག་པོ་ཡི་མ་ཡིན་པ་སྡུག་པོ་ཡི་ཁའི་མ་ཡིན་པ་དེ་འདྲས་ཡོད་རོགས། དཔེར་ན་ཁྱེད་རང་ས་ཟི་ས་འོད་ཅིག་གླས་ན། ཨ་ནི། ད་མི་གཅིག་ཚེ་འགྲོ་གི་ཡོད་པ་ཡིན་ན། ཨོ་ད་ཁང་པ་འདི། ཨ་ནི། ངའི་གྲོགས་པོའི་ཁང་པ་འདི་ཡིན་ནམ་མིན་ནམ། ཁ་བྱང་འདི་འདི་ཡིན་ནམ་མིན་ནམ་བསམ། ཐེ་ཚོམ་ཟ་ཡ་ཡོད་རེད་དེ་ཚོ་སྤྲད་དུས་སྡུག་ཅག་སྐྱེས་མ་རེད་པ། འོ་དེ་ཁྱད་མ་རེད་ཅེས་གསུངས་པ། ད་ད་ལྟ་འདི་ཐེ་ཚོམ་འདི་འདི་རེད་དམ། ཐེ་ཚོམ་གྱི་ཚིག་ངན་ལྟ་དེ་ཐེ་ཚོམ་བསྡུ་བ་ནི་ལས་འབྲས་དེ་བདེན་པ་ཞིག་དང། ལས་འབྲས་སོགས་གང་ཡང་རུང་བ་ཞིག་ལ་སྨིན་ནས་མཐའ་གཉིས་སུ་ཐོབ་པའི་སེམས་འབྱུང། ཅི་ལྟར་ང་རང་ཚོ་དགེ་བའི་བྱ་བ་ཅིག་བྱེད་ཡ་ལ་ཡ་ཨ་ནི་ཐེ་ཚོམ་ཟ་བ་ཡིན་ན། ཨ་ནི་ཅི་ལྟར་ང་རང་ཚོ་དགེ་བའི་ལམ་ག་ལ་འགྲོ་ཡ་གི་འགོག་རྐྱེན་འགྲོ་འདི་གསུམ་གསུངས་པ། གཅིག་ག་རེ་ལམ་ལ་འགྲོ་འདོད་ཁོ་རང་མེད་པ་གཅིག་རེད་ད། གཅིག་ག་རེ་ལམ་ནོར་སྐྱོར་འགྲོ་བ་དེ་རེད། གཅིག་ལམ་ལ་ཐེ་ཚོམ་ཟ་བ་ཟས་གསུམ་གསུངས་ཡོད་པ་ད་འོ་འདི་རིགས་དེར་དང། ང་ཚོ་དགེ་བའི་བྱ་བ་བྱས་ཡ་ལ་དང་པོ་ཁོ་རང་འགྲོ་འདོད་མེད་པ་དེ་ག་རེ་ལ་ན། ག་རེ་ལ་ན་ང་ཚོ་ཉོན་མོངས་ཤུགས་ཆེན་པོ་ཞུགས་ཡོད་ན་དགེ་བའི་བྱ་བ་ལ་འགྲོ་འདོད་ཁོ་རང་ཡོད་མ་རེད་དམ། དེའི་ནང་ནས་སྡང་ཟིན་ཟེར་དེ་ཤུགས་ཆེན་པོ་ཡོང་བ་ཡིན་ན།

བསམ་བློ་ཡོད་པ་ཡིན་ན་ཡང། འཁོར་བ་ནས་མཐར་སྒུག་འདུག་བསམ་བསམ་བློ་ཡོད་པ་ཡིན་ན་ཡང། ཨ་ནི། དགེ་བའི་བྱ་བ་བྱས་ཀྱི་ལང་ཀ་ནོར་བྱས་མི་དགེ་བའི་ཕྱོགས་ལ་འགྲོ་ངེས་འདི་འདྲའི་ཡོད་རེད་བ། ད་འདི་ག་རེ་ལ་ན་ཚུལ་ཁྲིམས་དང་བརྟུལ་ཞུགས་ཆུང་ཟིན་ཟེར་ཡ་འདིར་བ། དགེ་བ་མ་ཡིན་པ་ཅིག་ལ་དགེ་བ་རེད་བསམ་ནས་ཨ་ནི་དེ་ལ་ཡ་ཞི་བོ་ཅིག་བྱས་ཏེ་དེ་ནས་མང་པོ་ཡོང་གར་དཔེར་ན་ང་ཚོའི་ལུས་ལ་སྡུག་པོ་བཏང་ནས་ཆོས་བྱས་དེ་ནས་མང་པོ་བྱོས་དེ་ཚོ་དགེ་བ་ཡིན་བསམ་གར་མང་པོ་ཁ་ཤས་ཀྱི་པད་ཆུ་མོ་གངྒཱ་གི་ཆུ་ལ་ཡང་འཛུལ་བྱས་དེ་ནས་མ་འདུག་ཆུ་ཆུ་གྲང་མོ་ན་མ་འཛུལ་ན་སྡིག་པ་དག་འགྲོ་གི་རེད་ཟེར་ཡ་འགྲོ་ཨ་སོ་སོའི་གི་འཛུལ་སྒོ་ང་ལ་ཡང་མེད་པར་བྱས་ཨ་ནི་འདུག་བྱས་ནས་མཆོད་པ་ཕུལ་བ་ཡིན་ན་ཨ་ནི་སྡིག་པ་དག་འགྲོ་གི་རེད་ཟེར་སེམས་ཅན་བསད་ནས་དམར་མཆོད་བྱས་བ་ཡིན་ན་སྡིག་པ་དག་འགྲོ་གི་རེད་ཟེར་ཨོ་ད་དེ་ཚོ་བྲིས་དེ་ག་རེ་ལ་ན། ཆོས་ཀྱི་ཆེད་རྒྱལ་བར་བྱེད་འདོད་ཡོད་དེ། ཨ་རྒྱལ་བའི་ཆེད་ཡི་གེ་ལང་ཀ་ནོར་ནས་འགྲོ་དེ་ངས་དེ་འདྲས་ཆགས་འགྲོ་གི་རེད། བྱས་ཙང། དང་པོ་དེ་རྒྱལ་བའི་བྱ་བ་བྱེད་འདོད་མེད་པ་དེ། བྱེད་འདོད་ཡོད་པ་ཡིན་ན་ལང་ཀ་ནོར་སོང་ན་ད་ནོར་ཨ་གཅིག་རེད། ད་གསུམ་པ་དེ་ལང་ཀ་ཡག་པོ་གཅིག་ལས་མ་ནོར་བ་ཞིག་ཀླད་དེ་ཡོད་ན་ཡ་དོག་པ་ཞིག་གཅིག་ཟ་སོང་ན་ཨ་ལང་ཀ་དེ་ག་ལ་འགྲུག་གི་མ་རོ། བྱས་ཙང་ཐེ་ཚོམ་ཉུང་མོ་གཅིག་བསལ་དེ། ད་བདེན་པ་ཞིག་ད་ལས་འབྲས་ཟེར་ཡ་འདྲ་བོ་ད། འོ་ད་འདུག་ཚུལ་ལ་ཡ་ཨ་ཐེ་ཚོམ་ཞིག་གཅིག་ཟ་བ་ཡིན་ན། གདན་བཞི་དང་ལས་འབྲེལ་སོགས་ལ་ཡང་ཐེ་ཚོམ་འདྲ་བོ་ཅིག་ཞིབ་ཅིག་ཟ་བ་ཡིན་ན། འདི་ཉོན་མོངས་ཆགས་འགྲོ་བས་འདི་སྤང་ཡ་རེད་ཆགས་འགྲོ་བས་དེ་ཚོ་གདན་བཞི་སློབ་སྦྱོང་བྱེད་ཀྱི་མ་རེད་ལས་འབྲེལ་སོགས་སློབ་སྦྱོང་བྱེད་ཀྱི་མ་རེད་དགེ་བའི་བྱ་བ་བྱེད་ཀྱི་མ་རེད་ཞེས་ནས་གསུང་གི་ཡོད་ད་འོ་དེ་འདྲའི་འདྲ་བོ་ཅིག་རེད་ཞུ་ཡ་ཡིན། འོ་དེར་ད་བྱེད་ལས་ཐེ་ཚོམ་དེ་གི་བྱེད་ལས་ག་རེ་ལ་ན། བླང་དོར་ཚུལ་ཤིན་ཏུ་ཆེ་བ་ལ་བར་དུ་གཅིག་རེད་ཟེར་ད་བླང་དགོས་ཡ་ད། སྤང་དགོས་ཡ་ག་རེད་འདུག་དེ་ཚོ་ཚུལ་བཞིན་དུ་བྱེད་ཡ་ལ་ཡ་ཨ་ནི་བར་ཆད་ཞིག་རེད་ཅེས་གསུངས་པ་རེད། དེ་ནས། སྤྱིར་ཐེ་ཚོམ་ལ་ཉོན་མོངས་ཡིན་མི་དགོས། ཐེ་ཚོམ་ཡིན་ཚེ་ཚང་མ་ཉོན་མོངས་ཅན་གྱི་ཐེ་ཚོམ་ཡིན་དགོས་རེད་ཟེར་ན་ཡིན་དགོས་ཡ་གལ་ཡོད་མ་རེད། དཔེར་ན་མི་འདི་བཀྲ་ཤིས་ཡིན་ནམ་མེད་ན་བསམ་ནས་དོགས་པ་ཟ་ན་འདི་ཐེ་ཚོམ་རེད། མཐའ་གཉིས་སུ་དོགས་གི་ཡོད་རེད། ཡིན་ནའི་ཡ་འདི་ག་རེ་ལ་ཉོན་མོངས་གལ་མ་རེད་སྤང་བྱ་གལ་མ་རེད། སང་ཉིན་ནམ་ཤི་དེ་ག་འདྲ་རེད་བསྟན་ཡོང་བསམ་པའི་བསམ་བློ་ཞིག་ཡོང་རེད། དེ་ཉོན་མོངས་གལ་མ་རེད། ཁང་པ་འདི་ངའི་གྲོགས་པོ་ཚེ་རིང་གི་ཁང་པ་དེ་ཡིན་ནམ་མིན་ནམ་ཨ་ཟེར་དོགས་པ་ལས་སོང་ན། ད་འདི་ག་ཐེ་ཚོམ་ཟེ་གེ་ག་ཐེ་ཚོམ་འདུག་ཅག་ཟེ་གེ་མ་རེད་བ། ཨོ་འདི་ཚོ་བྲེལ་དེ་མ་རེད་གསུངས། ད་ཐེ་ཚོམ་ཉོན་མོངས་ཅན་ཟེར་ཡ་འདི་ད་འདིར། དགེ་བས་ཀྱི་བྱ་བ་བྱེད་ཡ་ད་གཟོད་ལ་དགེ་བས་ཀྱི་ལང་ཀ་ལ་འགྲོ་ཡ་ལ་ཡ་ཨ་དོགས་པ་ཞུ་ཅི་བྱེད་དེ། ཨོ་འདི་འདྲའི་ཡོང་གི་འདུག་ཨ་ནི་ག་རོ་སོང་ནས་དགེ་བའི་བྱ་བ་དེ་བྱེད་ཀྱི་མ་རེད། དཔེར་ན་ང་ངས་ནམ་རྒྱུན་ལྟ་བ་འདྲ་ཤེས་འདོད་ཡོད། གྲྭ་བ་བྱས་ལ་ཡ། ཨ་ནི་ཨ་ནི་བྱས་ནས་གྲྭ་བ་བྱས་ན་ཐེ་ཚོམ་ཞུ་བྱེད་ཀྱི་དང་མི་ལ་སྐད་ཆ་མང་པོ་དྲིས་ཏེ། བྱས་ན་དགའ་རོགས་སུ་མཐའ་མ་དེ་ལ་གྲྭ་བ་བྱས་ཏེ་ཀ་ལ་ཁ་བོ་ཞེ་དྲག་རེད། མི་མང་བྱས་ཀྱི་ཨོ་གྲྭ་བ་བྱེད་རྒྱུ་ཡོད་མ་རེད་ཟེར་གྱི་དུ་མ་རེད་བྱེད་དགོས་རེད་ཟེར་ངེས་ཏེ་ཀ་ལ་ཁ་བོ་ཞེ་དྲག་རེད། གྲྭ་བ་བྱས་པ་ཡིན་ན་ཨ་རྗེས་མ་གྲྭ་བ་དེ་མ་གཏོགས་སྡིག་པ་ཆེན་པོ་རེད་ད་ཅི་ཅི་རེད་ད་ཉེས་བ་ཆེན་པོ་རེད་ད། འོ་དེ་འདྲའི་འདྲ་བོ་ཅིག་འགྲེལ་བཤད་རྒྱག་གི་འདུག་ཡག་པོ་བྱེད་ཡག་པོ་བྱེད་ནས་བསླབ་བྱ་འདྲ་རྒྱག་གི་ཡོད་ཁུལ་བསྡད། སྟབས་བདེ་ཡིས་ཕོངས་འདུག་ལ། ཅི་ལྟར་ང་རང་ཚོ་གྲྭ་བ་བྱེ་བའི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཨ་ནི། ག་རེ་གསུང་གི་ཡོད་ཟེར་ན། གནའ་སྔ་མ་དགེ་སློང་དུ་ཚོད་ཀྱི་ཁྲིམས་ཉེར་ལྔ་བཅུ་རྩ་གསུམ་གསུངས་པ་ལས་དེ་རིང་སངས་རྒྱས་དགེ་སློང་གི་ཁྲིམས་སྣ་གཅིག་གསུངས་པ་འདི་ཕན་ཡོན་ཆེ་བ་རེད་གསུང་ལ། ད་འདི་འདྲ་ཡིན་པ་ཡིན་ཙང་ད་གྲྭ་བ་འདྲ་ཆེ་དགེ་སློང་ཆེ་བྱས་ནས་ཨ་ནི་བསྡད་པ་ཡིན་ན་ལོ་གསུམ་བཞི་ལྔ་དྲུག་ལོ་བཅུ་ཡི་རྗེས་ལ་གྲྭ་བ་ལུས་བ་ཡིན་ན་ཉི་མ་ཉི་མ་ལ་ཡང་དགེ་སློང་གི་ཁྲིམས་ཡན་ལག་བཟའ་སྣ་གཅིག་བསྲུངས་པ་དེ་དུས་སྙིགས་མ་ལྔ་བདོའི་ལ་ཡང་སྣ་གཅིག་བསྲུངས་པ་དེ་ནི་དགེ་བ་རླབས་ཆེན་ཡོད་རེད་གསུངས་པ་རེད་ད་ཁྲིམས་ཡན་ལག་བཅུ་བཟའ་ཚང་མ་བསྲུངས་པ་ལས་ཟེར་བ་ལ་སྣ་གཅིག་བསྲུངས་པ་དེ་ཉི་མ་ཉི་མ་བསྲུངས་པ་དེ་ཕན་ཡོད་ཆེ་ཡོད་རེད་གསུངས། གྲྭ་བ་གཅིག་ལོག་པ་ཡིན་ན་ལོ་ཟླའི་གཅིག་རོ། ཚར་གཅིག་རང་གཅིག་ལོར་མ་ཡང་སྐྱོན་ཡོད་ལོ་ཨའི་གལ་ཡོད་མ་རེད་ཚར་གཅིག་ལོར་ལོ་ཚར་ཚར་དག་རེད་ཨ་ནི་ཡང་སྐྱོན་གལ་ལོ་ཨའི་གལ་ཡོད་མ་རུང་དེ་ཉེས་པ་ཆེན་པོ་གཅིག་བསམ་ཡོད་རེད་ཡིན་ནའི་རྒྱལ་བ་རླབས་ཆེན་པོ་སྟོབས་ནག་འདི་འདྲས་ཀྱི་ས་ཡ་འདིའི་ཕ་དབྱུག་ནི་ཉེས་པ་གཅིག་ལ་སྐྲག་ནས་བྱས་བ་ཡིན་ན་སྟོང་གི་ཆེད་དུ་ལས་ཁ་ས་བརྒྱ་ཡི་ཆེད་དུ་ལ་སྟོང་བློས་བཏང་བ་བཟོ་འདྲ་ཆགས་འགྲོ་གི་ར་སྟོང་གི་ཆེད་དུ་བརྒྱ་བློས་བཏང་པ་ཡིན་ན་ད་ཀོ་འགྲོ་སྟངས་འདྲ་བཞོར་བ། ད་རྒྱ་ཡི་ཆེད་དུ་སྟོང་བློས་བཏང་བས་ན་སྐུ་གོ་སོད་འགྲོ་ཟེར། ད་གྲྭ་བ་བྱས་ཨ་རེ་གྲྭ་བ་སྡེ་བའི་རིང་འདིར་ད་དུང་གི་གཞུང་ཆེན་འདི་གི་སློབ་སྦྱོང་ཡག་པོ་བྱས་ན། མ་འོངས་པ་ལོ་ལྔ་དྲུག་ལོ་བཅུ་གི་རྗེས་ལ་གྲྭ་བ་འགྲོ་ཞིག་ལོ་བ་ཡིན་ན་ཡང། གཞུང་ཆེན་སློབ་སློབ་སྦྱོང་བྱེད་བཞག་རྒྱུ་དེ་མི་བརྒྱ་ཆ་བ་ཡིན་ན་གོ་ཁྱི་ཡ་ཡོད་རོགས་སློབ་སྦྱོང་དེ་གའི་དེ་ཁྱི་ཡ་ཡོད་རོགས།

མར་བ་དང་དངོས་ཡོད་གནས་ཚུལ་རོ། གྲྭ་བ་བྱེད་མཁན་མང་པོ་བྱེད་ནི། སྡོད་ས་ཆགས་ས་སྡོད་ས་མེད་ནི་བྱེད་མཁན་མང་པོ་ཞེ་དྲག་རུ་བ་དང་གཉེན་མ་དེ་བ་ཡིན་ན་ཞི་བོ་བྱེད་མཁན་མང་པོ་རུ་བོད་ནས་ཚུར་དང་པོ་སླེབས་དུས། འགྲོ་ས་བསྟེན་ས་མེད་ནི་གྲྭ་བ་བྱེད་མཁན་དང་ཧ་ཅང་མང་པོ་རུ་དང། རུ་བ་དེ་དེ་འདྲའི་མང་པོ་ཡོད་འགོ་རེད། གཅིག་ཡང་སྤུ་གུ་ཆུང་ཆུང་གྲྭ་བ་བྱེད་དུས་བསམ་བློ་མེད་ནི་བྱེད་མཁན་མང་པོ་ཡོད་རུ་བ་དང་དེ་འདྲ་བྱེད་ནི། བྱེད་ངེས་ཡོང་བ་རེད། ད་ག་ལྟར་དེ་འདྲའི་གནས་སྟངས་མང་པོ་ཅིག་ཡོང་གི་ཡོང་གི་ཡོད། བྱས་ཙང་གྲྭ་བའི་སྤྱི་ཚོགས་ནང་ལ་དགོན་པ་ནང་བསྡད་ནས་དཔེ་ཆ་བལྟ་སློབ་སྦྱོང་ཡག་པོ་བྱས་ནས་གྲྭ་བ་ལོག་ངེས་དེ་ཉུང་ཉུང་ཞེ་དྲག་རེད། ད་ལོ་དེ་ངས་མང་ཆེ་དེ་ལོག་ངེས་དེ་ཡོད་རེད། ལོ་དེ་ངས་མང་ཆེ་དེ་ད་དང་པོ་ནས་ཅིག་འགྲོ་ས་བསྟེན་ས་མེད་པ་དང་ཡང་དེ་འདྲའི་དབང་གིས་ཆགས་དེ་ཡོད་འགྲོ་བ་རེད། ཡང་ཁ་ཤས་ཁ་ཤས་མིན་འགྲོ་ས་བསྟེན་ས་མེད་ནས་དང་པོ་གྲྭ་བ་བྱེད་ཀྱི་བསམ་བློ་མེད་ནས་བྱས་པ་ཡིན་ནས་ཕྱིས་སུ་གྲྭ་བ་ཡག་པོ་ཆགས་ནས་དགོན་པ་གྲྭ་ཚང་ནང་ལ་དགེ་བཤེས་ཆེན་པོ་བྱས་ནས་ཆོས་ཉམས་ལེན་བྱེད་མི་དེ་མཁན་མང་བོ་ཡོད་དེ་བ་ད་འོ་དེ་འདྲའི་གནས་སྟངས་དེ་སྣ་ཚོགས་འདྲ་བ་ཆགས་དེ་ཡོད་རོ་འོ་ད་དེ་འདྲའི་འདྲ་བ་རེ་ཞུས་ཡ་ཡིན། ད་འདི་ནི་ཉོན་མོངས་ཅན་གྱི་ལྟ་བ་ད་ལྟ་བ་ཟེར་ཡ་ཚང་མ་སྡུག་ཅག་གེ་མ་རོ་ལྟ་བ་ཁ་ཤས་ཉོན་མོངས་ཅན་གྱི་ལྟ་བ་བྱས་ད་ལྟ་བ་ང་ཟེར་ཡ་དེ་ལྟ་ད་ལྟ་མི་ལྔ་དེ་ག་རེ་ལ་ན། འདོད་ཆགས། ཁོང་ཁྲོ། ང་རྒྱལ། ཐེ་ཚོམ། མ་རིག་པ། དེ་ལྔ་དེ་ལ་ལྟ་མི་ལྔ་ཟེར་ད་ལྟ་བ་ལྔ་དེ་དེ་ནི་མ་འདྲེས་ཤེས་རྒྱ་ཡོང་གི་རང། བྱས་ཙང་ད་ལྟ་བ་ན་དཔེ་ན་ཆགས་བྱ་ན་སངས་རྒྱས་བཅོམ་ལྡན་འདས་ཀྱི་ལྟ་བ་རྟེན་འབྱུང་ཟེར་ཡ་ད་བདག་མེད་པའི་ལྟ་བ་ཟེར་སྙོན་མ་རྒྱ་གར་ནང་ལོ་ལ་ཡ། དེ་སྔ་རྒྱ་གར་གྱི་ཆོས་ཀྱི་ལྟ་གྲུབ་སྨྲ་བ་ཚང་མ་གིས་མ་གསུངས་པ་ཅིག་ཨ་སངས་རྒྱས་བཅོམ་ལྡན་འདས་ཀྱིས་བདག་མེད་པ་ཟེར་གསུངས་མྱོང་བ་རེད་ད་འདི་གའི་ལྟ་བ་འདི་ག་དེ་ཡག་པོ་རེད་བ། ད་ལྟ་འདི་ལྟ་བ་འདི་ག་རེད་ལབ་ན་ཉོན་མོངས་ཅན་གྱི་ལྟ་བ་ཟེར་གསུངས་ཡོད་རེད། ད་ཉོན་མོངས་ཅན་གྱི་ལྟ་བ་ལ་ཡེ་འདི་ལ་རིགས་མི་འདྲ་ག་ཚོད་ལྔ་ཡོད་རེད་འཇིག་ལྟ་ཐར་ལྟ་ལོག་ལྟ། ལྟ་བ་ཆུང་འཛིན་ཚུལ་ཁྲིམས་དང་བརྟུལ་ཞུགས་ཆུང་འཛིན་ཟེར་ངོ་ལྟ་འདི་ཚོ་ཁྲིད་དུ་ཆགས་འདུག་ད་ལྟ་མཁན་ངན་ཞུ་བ་དེ་ནི་འཇིག་ལྟ་ལ་ཡ་དེ་འཇིག་ལྟ་ལ་ཡ་དེ་བདག་འཛིན་རེད་བདག་འཛིན་དེ་ལ་ཡ་སོ་སོ་བདག་ཏུ་སྒྲུབ་པ་ཙམ་ཟིན་པ་དེ་གཞན་སེམས་གཞན་ཕ་རོལ་པོ་མི་ཕུང་པོ་དེ་ལ་ཡ་གཞན་ཕ་རོལ་པོའི་ཡི་ཕུང་པོ་ལ་ཡ་དམིགས་ནས་འདོད་ཆགས་དང་ཅིག་བདག་ཏུ་སྒྲུབ་པ་ཙམ་འཛིན་པ་དེ་ནི་སྐྱེ་ཡང་དུས་ཚོད་སྤྲད་དེ་འཇིག་ལྟ་ཆགས་ཡོད་མ་རེད། དེ་ཚ་དམིགས་པ་རང་རྒྱུད་ཀྱི་ང་དང་ང་ཡི་བ་ལ་དམིགས་ནས་རྣམ་པར་རང་དབང་བའི་ང་དང་ང་ཡི་བའོ་སྙམ་དུ་ཨན་སེམས་པས་ད་ཤེས་རབ་ཉིན་མོ་བྱེད་ད་ང་སེ་ཡ་ཅིག་བསྟོད་སྨད་རང་དབང་དུ་སྒྲུབ་དེ་རྗོད་བྱེད

སྐྱེ་བ་སྔ་ཕྱི་ཡོད་མ་རེད། ཆེ་ས། ཡོད་པ་དེ་མེད་པར་ལྟ་ངན་གྱི་ལྟ་བ་སེམས་སྡེ་ངན་དེ་ལ་ཆེ་ད་རེད། དེ་ཁར་སྐྱེ་བ་སྔ་ཕྱི་ལ་སོགས་པ། ཡོད་བཞིན་དུ་མེད་རེད་ཟེར། བདག་ཏུ་མེད་ན་ཡང་ཡོད་རུང་དངོས་ཡོད་གནས་ཚུལ་ལ་ང་ཚོ་ཚང་མ་བདག་ཏུ་མ་གྲུབ་རེད། ཡིན་ན། བཙལ་ན་རྙེད་རྒྱུ་མེད་རེད་སྟོང་པ་རེད་ལབ་ཀྱི་ཡོད་དེ། ཡིན་ན་ང་ཚོ་ཚང་མ་མེད་རེད་ཟེར་དགོས་པ་མ་རེད་སྟོང་པ་ཡིན་པའི་རྒྱུ་མཚན་གྱིས་མེད་རེད་ཟེར་དགོས་པ་མ་རེད་ང་ཚོ་ཡོད་རུང། ཆེ་ས་སྟོང་པ་ཡིན་ན་མེད་དགོས་ཀྱི་འདུག་བསམ་པའི་ཡོད་བདེ་རྒྱུ་དེ་མེད་པ་རེད་བཞག་བསམ་པའི་བསམ་བློ་དེ་ལྟ་བ་དེ་འདྲ་ཞིག་ཁྱེད་འགྲོ་ངེས་དེ་ད་ག་རེ་ལ་ན་ཆེ་ད། ཆགས་འགྲོ་ཡོད། ཇི་ཙམ་ལས་འབྲས་དང་སྐྱབས་འགྲོ་དང་དེ་ཚོ་ཡོད་བཞིན་དུ་ཡོད་མ་རེད་བསམ་པའི་བསམ་བློ་དེ་ཆད་ལྟར་དང། ཇི་ཙམ་མེད་པ་ཅིག་ལ་ཡོད་བ་བསམ་པའི་བསམ་བློ་དེ་བཏང་ལྟར། འོ་ད་འདི་འདྲའི་གི་ལྟ་བ་གཉིས་སུ་བར་ལུང་འདི་གི་དེ་ཨ་ནི། ཐབས་ལྟ་སི་བར་ད་དོན་དང་ལྡོག་ལྟར། ད་འདི་ནི་ལོག་ལྟ་ཟེར་ཏེ་ད་ལོག་ལྟ་ལ་ཡི་དེ་ད་ངེད་ཀྱིས་ཞུས་པ་དེ་རེད་ད་ལས་རྒྱུ་འབྲས་ལ་སོགས་པ་ཡོད་མ་རེད་བསམ་པའི་བསམ་བློ་དེ་གི་ལོག་ལྟ། ད་མཐའ་དག་ནང་ལོག་ལས་ཆད་ལྟ་དེ་གི་མང་ཆད་དེ་ལོག་ལྟ་ཆགས་འགྲོ་ཡོད།

དེ་ནས་ཚུལ་ཁྲིམས་དང་བརྟུལ་ཞུགས་ཆོག་མཛད་ཟླ་འདི་དང་ངེད་གཉིས་གོང་དུ་ཞུ་བ་ན་ཞེས་རེ་བ། ཚུལ་ཁྲིམས་ཡང་དག་པ་མ་ཡིན་པ་ཀུན་སྤྱོད་ཡང་དག་པ་མ་ཡིན་པ་དགེ་བའི་བྱ་བ་མ་ཡིན་པ་བཅས་ལ་རེ་བསམ་ནས་ནི། བྱེད་དེ། ཟླ་འདི་འདྲ་ཡོང་རོགས། ཟླ་ད་ངེད་གཉིས་ཞུ་བ་ན་ཞེས་རེ་ནས་སེམས་ཅན་བསད་ནས། དགེ་བ་ཡིན་བསམ་གྱི་ཡོད་ད་མཆོད་པ་ཕུལ་བ་ཡིན་ན་དེ་ཚུལ་ཁྲིམས་བསྟན་གྱི་ཡོད་པའི་སྐད་ཆ་ད།

ཨ་མའི་འཕགས་པའི་གི་ལྟ་བ་ཁྱི་དེ་ངས་མང་པོ་ཡོད་རེད་ཟེར་གདའ། ཁོ་རང་ཚོ་ད་མི་ཕལ་པ་དང་མི་འདྲ་བ་མངོན་ཤེས་དང་དེ་འདྲའི་རྫུ་འཕྲུལ་དེ་འདྲའི་ལྟོས་སུ་ལྟོས་སུ་ཡོད་དུས། ཨ་ཁོ་ཚོའི་གི་ད་ང་མི་ཕལ་པ་དང་མི་འདྲ་བ་དེ་འདྲའི་ཅིག་ཡོན་ཏན་ཡོད་དེ་བ་ཆ་ཡ་དེ་ག་རེ་བྱས་སོང་ཡོད་ན་ད་སྐྱེ་བ་སྔ་མ་དེའི་བྱས་ཡིན་ས་རེད་ཟེར་སྐྱེ་བ་སྔ་མ་ལ་མངོན་ཤེས་ཀྱི་བར་ལྟ་དུས་སྐྱེ་བ་སྔ་མ་ཁྱི་ཡིན་པ་དང་འཕགས་པ་ཡིན་པ་དེ་ཧ་གོ། ད་ཁྱི་དང་ཕག་པའི་སྐྱེ་བ་དེའི་སྐྱེ་བ་རྗེས་མ་དེ་ཡག་པོ་ཆགས་ཡོད་ཟེར་དོན་ཚེ་འདི་ལ་ཡང་ཁྱི་ཡི་ཀུན་སྤྱོད་ཁྱི་བྱེད་ཕག་པའི་ཀུན་སྤྱོད་བྱེད་དེ་ཉིད་དེ་འདྲ་མང་པོ་ཡོད་རེད་ཅེས་གསུངས་པ་དང། ད་འདི་སྙེ་མ་ཟངས་མདོས་རིན་པོ་ཆེ་འདི་འདྲའི་ག་ས་ཟིས་སོང་ཟེར་འདི་འདྲ་གསུངས་སོང་ད་རིན་པོ་ཆེ་འདི་འདྲའི་རྗེ་ཡིན་ཟེར་ད་ག་འདྲ། ཧིན་རྡུ་གི་བླ་མ་རྣམས་ལ་ཁྱི་ཡི་ཀུན་སྤྱོད་ཁྱི་དེ་ངས་ཕག་པའི་ཀུན་སྤྱོད་ཁྱི་དེ་ངས་དེ་འདྲའི་ཡོད་རེད་ཅེས་གསུངས་སོ་ད་རིན་པོ་ཆེས། ཨོ་ད་འདི་འདྲས་ཡོད་དོ་ད་འདི་ཚོ་དཔེ་ཆ་ནང་ལ་གསུངས་པ་ན་ཞིག་དངོས་ཡོད་གནས་ཚུལ་ལ་ད་འདྲ་ཡོད་ཡོད་ཡིན་ཟེར་ད་འདི་སྐད་དེ། ཨ་ནི་ཁྱི་ན་ཞིག་ཁ་ལག་ཟ་ཕག་པ་ན་ཞིག་ཁ་ལག་ཟ་ཨ་ནི་ཆབ་གསང་དེ་ཕག་ཕག་ཟང་བཏང་ན་ཞིག་སོ་སོ་ངལ་ས་དང་ག་ས་ག་ལ་བཏང་ནས་ཕག་པས་ཀྱི་ཀུན་སྤྱོད་ཁྱི་དེ་ངས་དེ་ལས་བླ་མ་དེ་ལས་ཡིན་རྒྱུ་ང་ཚོ་མི་ཕལ་པ་ལས་ལྷག་པའི་ཡོན་ཏན་ཆེན་པོ་ཡོད་རེད་ད་འདི་སྐད་དེ། མངོན་ཤེས་དང་རྫུ་འཕྲུལ་དེ་འདྲས་ཡོད་ཆོས་བརྒྱུད་དེ་འདྲས་ཡོད་བསྡད་པ་རེད་ཨེ་ན་ཡང་ད། བྱེད་སྟངས་དེ་ཨེ་འདྲས་བྱེད་ཀྱི་ཡོད་རེད་ད། ད་དེ་ཚོ་ཚུལ་ཁྲིམས་ཡང་དག་པ་མ་ཡིན་པ་བྱེད་ལ་ཁྱིས་ད་ཁོས་དཀོན་ཅོལ་ཁྱེད་ད་འཕགས་པས་དཀོན་ཅོལ་ཁྱེད་ནས་དེ་འདྲས་ཀྱི་ཚུལ་ཁྲིམས་དེ་འདྲས་གསུངས་དེ་ཡོད་ལ་འོ་ད་དེ་ཚོ་བྲེད་དེ་ཨ་ནི་ལྟ་བ་ན་ལྟ་བ་ནོར་འཁྲུལ་ཞིག་རེད་བྱས་ཙང་ཉོན་མོངས་ཅན་གྱི་ལྟ་བ་ལྔ་ཟེར་དེར་ད་འཇིག་ལྟ་ཐར་ལྟ་ལོག་ལྟ་ལྟ་བ་བྱུང་ཚེ་ཚུལ་ཁྲིམས་ལ་ལྟོས་ཤིག་བྱུང་ཚེ་ད་ང་ཚོ་སེམས་དང་སེམས་བྱུང་ན་སེམས་བྱུང་ལྔ་བྱུང་ང་གཅིག་གི་ནང་ནས་ག་རེ་ག་རེ་ཚགས་སུ་ལ་ན་ཀུན་འགྲོ་ལྔ། ཡུལ་ངན་ལྔ། རྒྱལ་བ་བཅུ་གཅིག། ཨ་ནི་རྩ་ཉོན་དྲུག་ཟས་ཚ་ཟ། ཉེ་ཉོན་ཉི་ཤུ། ཨ་ནི་གཞན་རྒྱུ་བཞི་སྟེ་ལྷག་དེ་ཡོད། ཨ་ཆེན་ཚང་མ་ཚགས་སུ་བལྟ། ཉི་མི་ཉེ་ཉོན་ཉི་ཤུ་དང་གཞན་རྒྱུ་བཞི་སྟེ་རྗེས་མ་ག་ལི་ཀ་ནི་མ་ཞུ་དུ་ཡང་འབད་བརྩོན་བྱེད་ཀྱིན། གང་ལྟར་སེམས་དང་སེམས་བྱུང་ཆ་ཚང་ཚགས་སུ་ན། ཨ་ནི་བློ་རིག་དེའི་ཆ་ཚང་ཚགས་དྲུག་ཡོད་ཞུ་ཡ་ཡིན། ཨ་བདག་ཡིན་ཐོ་ཆེ་ན།